ཚེ་དབང་གི་གཏམ་གསལ་བཤད་གནང་མཁན་ཞྭ་སྐྱིད་དྲ་གྲོགས་རྣམས་ལ་ཡང་ཨ་ནེ་དུས་གསུམ་གྱི་འཚམས་འདྲི་སྤྲོད་བཞིན་ལས་ཞུ་གི་ཡོད། ད་ད་རེས་ངས་འདོན་ཐེངས་བརྒྱ་དང་བཅུ་མེད་གསུམ་དེའི་ནང་ལོགས་ལ་ཡང་ཨ་ནེ་ག་རེ་ཞུ་ཡ་ཡོད་ཟེར་ན། ཨ་ཉེ་ཆང་རང་ཨ་ཐེ་ཝན་ནང་ལ་ཡང་དུང་ཆེན་བསྐྱོན་ཟིན་ངས་ཨ་ནེ་ཁྲིམས་རྩོད་པ་གཅིག་གིས་ཨ་ནེ་མོ་རང་གི་ད་ལྟ་བརྙན་ཐུང་གི་ཇི་འདྲས་ཅིག་ནང་ལོགས་ལ་ཡང་ཨ་ནེ་ཨ་ནེ། ད་ལྟ་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་ཟུར་པ་ཚད་ཡུན་ཝང་གི་དུས་སྐབས་སུ་ལི་ཡཱ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཐའེ་ཝན་ལི་ཡཱ་དད་ལྡན་མང་ཚོགས་ཀྱི་གསོལ་འདེབས་ཞུས་རྗེས་ཆིབས་བསྒྱུར་གནང་ཡོད་ཞལ་བཞེས་འདི་འདྲ་བྱུང་བ་རེད་དེ་ལས་མོས་གུང་ཁྲན་ཏང་ལི་ཡཱ་ད་སྟབས་བསྟུན་རྗེས་རེ་བ་གུང་ཁྲན་ཏང་ཁོང་ཁྲོ་མ་ལངས་ཡོང་ཆེད་དུ་མོ་རའི་སྲིད་དབང་དེ་བརྟན་པོ་ཡོང་ཡོང་གི་ཆེད་དུ་ཅིག་བློ་ཕམ་ང་སྟབས་བདེ་པོ་མི་འདུག་ཟེར་ཡག་གི་དེ་ནས་བཀག་སྡོམ་བཅད་པའི་སྐོར་གྱི་གནས་ཚུལ་ཅིག་བཤད་ཀྱི་འདུག་ཞིབ་ཚགས་པོ་ཞིབ་ཚགས་བཤད་ཀྱི་འདུག་འོ་འདི་ངས་ནི་ངའི་དྲ་གྲོགས་གསན་མཁན་རྣམས་པ་ཚོར་ཡང་མཁྱེན་རྟོགས་ཅིག་གཉའ་གསང་ཞུ་གི་ཡིན། ད་ཡང་གནས་ཚུལ་འདིའི་གྲས་འདིར་ཡང་གལ་སྲོལ་ནི་ང་ཚོ་བོད་པའི་ནང་ལོགས་ལ་ཡང་ནི་ཚོར་སྣང་ཤུགས་ཆེན་པོ་ཡོད་དུས་ཙམ་ནས་ད་སན་སི་ཏིབ་འདྲ་མང་པོ་ཡོད་དུས་ངས་ག་རེ་ཞུ་ཡ་ཡོད་ཟེར་ན

ཨུ་ཚུགས་བརྒྱབ་བཅས་བཤད་འདུག་འདུག་ད་འདིའི་སྐོར་དེ་གང་ཡིན་ཟེར་ན། ང་ཚོ་བོད་པའི་ད་ལྟ། ཨ་ནི་ད་ལྟའི་བོད་མིའི་སྒྲིག་འཛུགས་ཟེར་ནའི་མི་འདུག་ད་ག་ན་ཀོ་ཀོ་ཡི་གཙང་ཟེར་ནའི་མི་འདུག་ད་ག་ན་ཤི་ཐེ་ཝན་སྐུ་ཚབ་དོན་གཅོད་དང་དམིགས་བསལ་གྱི་འབྲེལ་བ་ཟེར་གྱི་ཆགས་ཀྱི་མི་འདུག་གང་ཡིན་ཟེར་ན་འདི་ཐེ་ཝན་ཁོ་རང་ཚོ་ཨ་ནི། ཏང་དང་དམངས་གཙོ་ཡར་ཐོན་ཚོགས་པའི་ནང་ལོགས་ལ་ཡང་ཨ་ནི་སྲིད་འཛིན་ཚའེ་ཡིན་གྱི་བྱེད་སྟངས་དེ་ལ་ཡང་ཨ་ནི་མ་འདོད་པའི་རྣམ་འགྱུར་ཞིག་ཁོ་ཚོས་འདི་འདྲ་ཡོད་པ་ཞིག་བསྟན་གྱི་འདུག་བྱས་ཙང་འདི་ངས་ད་རེས་དེ་གསལ་བཤད་ཞུ་གི་ཡོད། གང་ཡིན་ཟེར་ན། ང་སྔས་མ་ད་ལྟ་ཨ་ནི་གཅིག་སྟོང་དགུ་བརྒྱ་དགུ་བཅུ་དགུ་དགུ་ལོར་ལ་ཡང་ད་བོད་གཞུང་གི་ཐེ་ཝན་ལ་ཡང་ད་ལྟ་སློབ་སྦྱོང་བྱེད་ཁར་ཐེངས་མ་དང་པོ་བཏང་མྱངས་མི་བཞིའི་གྲས་ནས་ནི་གཅིག་ཡིན་ཨང་སྐབས་དེ་དུས་ང་ཐེ་ཝན་ལ་ཡང་ད་ལྟ

གཅིག་གིས་བོད་པའི་བླ་མ་དང་དགེ་བཤེས་ཡིན་ཏེ་དེ་འདྲའི་ཆོས་ནི་བཟང་སྤྱོད་རྣམ་པའི་སྐབས་ལ་ཡང་ཆོས་ཀྱི་དེ་འདྲའི་སྐྱེ་རྒྱུ་ལྐུགས་འདུག་བཤད་རྗེས། ཨ་དེ་འདྲའི་སྒང་ལས་དབང་ངེས་སྐྱེ་རྒྱུ་བྱས་པ་དེ་ཆབས་ཅིག་སྐབས་དེ་དུས་ཨ་ནི་ངས་སློབ་སྦྱོང་གི་ཞོར་ལ་ཡང་ད་ལྟ་ཨ་ནི ྋགོང་ས ྋསྐྱབས་མགོན་ཆེན་པོའི་དོལ་རྒྱལ་སྐོར་གྱི་བཀའ་སློབ་དང་ཨ་ནི་ད་ཁ་ན་གཞོན་བཙན་བྱོལ་བོད་གཞུང་གི་དོལ་རྒྱལ་ཨ་ནི་ཚོགས་ཆུང་ཧྲ་ཅི་ཧོར་འདིའི་ནང་ནས་ཁོ་ཚོས་རྩོམ་སྒྲིག་བྱས་པའི་དོལ་རྒྱལ་ཟེར་མཁན་དེ་ག་དེ་རེད་ཟེར་དེ་དེབ་འདི་ཨ་ནི་ངས་རྒྱ་ཡིག་ནང་བསྒྱུར་བྱས་ཨ་ནི་སྐབས་དེ་དུས་ཐེ་ཝན་དོན་གཅོད་ནས་པར་བརྒྱབ་ནི་རེད་པ་ཨ་ནི་འདི་ལ་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་ད་ག་ནང་བཞིན་ཨ་ནི་ཅིག་མང་པོ་ཅིག་གི་ད་ག་བོ་ཞུ་ཅིག་བྱུང་བ་དེ་འདྲ་བྱུང་དེ་དང་ཆབས་ཅིག་ཨ་ནི་ངས་སྐབས་དེ་དུས་ཡང་ལས་ཀ་ཐོད་པ་ཅིག་གར་བྱས་ཡོད་ཟེར་ན་ཨ་རིའི་རླུང་འཕྲིན་བོད་ཨ་ཁི་རིའི་བོད་སྐད་རླུང་འཕྲིན་ཁང་གིས་ཨ་ནི་ད་ལྟ་ང་ཚོ་ཀའོ་ཤོང་ཟིང་ཡའི་ས་ཆ་དེ་ལ་ཡ་ཨ་ནི་ད་ལྟ་གནས་ཚུལ་དང་སྐད་ཆ་བྱས་ཨ་ནི་སྐབས་དེ་དུས་ངས་ཨ་བོད་རྒྱ་ཐའེ་ཝན་ཨ་དེ་འདྲ་གི་གནས་ཚུལ་འདྲ་མང་པོ་ཞིབ་ཕྱི་བཏང་བྱས་སྤྱིར་བཏང་ང་ཨ་ཐའེ་ཝན་ལ་རྒྱུས་མངའ་མེད་པ་འདྲ་མིན་རྒྱུས་མངའ་ཏོག་ཙེ་ཡོད་འོ་དེའི་ཆ་ནས་ཨ་ངས་ངོ་སྤྲོད་ཞུ་གི་ཡོད་ཨ་ནི་ཐོག་བཅས་ན་ཨ་གཤམ་ལ་དེའི་སྐོར་གནས་ཚུལ་དུ་གསན་རོགས་གནང།

སྲིད་འཛིན་ཟུར་པ་ལི་ཐང་ཧུའེ་ཟུར་དུ་ཕུད་པ། སྲིད་འཛིན་ཟུར་པ་ཀྲེན་ཧྲུའེ་པེན་ལ་དམིགས་བསལ་གྱི་ཉེས་པ་གུ་ཡངས་མི་བཏང་བའི་བྱེད་ཚུལ་གསུམ་པོ་འདིས་རྒྱ་ནག་གུང་ཁྲན་ཏང་གི་དགའ་པོ་བྱེད་པའི་བྱ་སྤྱོད་དེ་གསུམ་ཁོ་མོར་ཏང་གི་མཛུབ་སྟོན་བྱས་པ་རེད། ཡང་ན་དུས་དང་བསྟུན་ནས་ཐབས་མཁས་ཀྱིས་གུང་ཁྲན་ཏང་གི་འདོད་པ་སྐོང་པ་རེད་པས་ཞེས་དྲི་བ་སྐུལ་བའི་ཐབས་ཚུལ་གྱིས་བར་ལམ་ཐའེ་ཝན་མང་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་འོས་ཐོབ་པ་ཚེ་དབྱིངས་ཝེང་གིས་གཞུང་སྲིད་སྐྱོང་པའི་རིང་ཕྱི་མི་མ་ཤི་བའི་གནས་ཚུལ་ཞིག་ཟླ་གཉིས་སྟོང་ཉི་ཤུ་རྩ་དྲུག་ཟླ་བ་བདུན་པའི་ཚེས་ཉི་ཤུ་རྩ་བདུན་ཉིན་ཀྲུང་ཝུན་ཅན་གྱིས་རྒྱ་སྐད་ན་ཧྥེའི་ཐུང་ཧྥན་ཞང་ཟེར་བའི་ཁྱད་དུ་འཕགས་པའི་གྲུབ་འབྲས་ཞེས་པའི་ལེ་ཚན་དྲ་ཚིགས་ནང་ལོགས་ལ་གསལ་པོ་བཤད་འདུག། ཚེ་རིང་གིས་ལོ་བརྒྱད་ནི་ཐའེ་ཝན་གྱི་སྲིད་དབང་སྐྱོང་བའི་རིང་དོན་དག་གསུམ་གྱི་ཐད་མོ་ནི་ང་ཚོའི་རྒྱུན་མཐུད་པའི་རྩ་དོན་ཟེར་བ་ལག་ལེན་བསྟར་མཁན་ཡིན་པ་འདི་སྔ་བར་ཕྱི་གསུམ་ལས་འགྱུར་བ་ཕྱིན་མི་འདུག་དོན་དག་གསུམ་པ་དེ་ངའི་མཐོང་ཐོས་ལ་ཧ་ཅང་ལས་སླ་བ་རེད་དང་པོ་དེ་ཚེ་དབྱིན་གྱིས་ཏཱ་ལའི་བླ་མ་མཆོག་ཐའེ་ཝན་ལ་འཚམས་གཟིགས་གནང་རྒྱུ་གནང་བར་ཕེབས་རྒྱུར་བཀག་འགོག་བྱས་ཡོད་པ་དང། གཉིས་པ་དེ་མོས་སྲིད་འཛིན་ཟུར་པ་ལི་ཐང་ཧུའེ་རྒྱང་རིང་ཟུར་དུ་ཕུད་པ། གསུམ་པ་མོས་སྲིད་འཛིན་ཟུར་པ་ཁྲེན་ཧྲུའུ་པེན་དམིགས་བསལ་གྱི་གུ་ཡངས་གཏང་རྒྱུ་ཁས་ལེན་བྱས་མེད་པ་དེ་གསུམ་པས། དངོས་ཡོད་གནས་ཚུལ་ཡིན་པ་མ་ཟད་འདི་གས་ཚང་མ་རྒྱུགས་ནག་གུང་ཁྲན་ཏང་ལ་དགོས་པའི་མཇུག་འབྲས་ཤིག་རེད། དེ་ལྟར་ཡིན་ན་ང་ཚོས་ཚོད་དཔག་ཅིག་གཞན་དབང་དུ་བཏང་ན་འདི་ནི་རྒྱ་ནག་གུང་ཁྲན་ཏང་གིས་བཀོད་མངགས་བྱས་པ་ཞིག་ཡིན་དང་ཡང་ན་དུས་དང་བསྟུན་པའི་དགའ་སྡུག་བྱས་པ་རེད་ཟེར་དྲི་བ་འདིར་རྒྱུ་མཚན་ནི་རྒྱུན་དུ་མཐོང་རྒྱུ་ཡོད་པའི་གཡོ་སྒྱུའི་གྲུབ་འབྲས་དང་ཡང་ན་ཆེས་གདུག་རྩུབ་ཅན་གྱི་འགྲེལ་བཤད་ཅིག་བརྒྱབ་པ་ཡིན་ན། ཚད་དབྱིན་དབྱིན་གྱི་དུས་ཡུན་ལོ་བརྒྱད་རིང་གི་དུས་མཐའ་དེ་གསུམ་ནི་ཐད་ཀར་མོས་རྒྱ་ནག་གུང་ཁྲན་ཏང་ལ་གཞོགས་འདེགས་བྱས་པ་རེད་ཟེར་བཤད་ཆོག་པ་མ་ཟད་སྐབས་དེར་ཚོགས་ཁག་གཉིས་ཀྱི་གསར་མའི་ཕོགས་སྣེ་ཡོད་པ་རེད་ཟེར་ཚོད་དཔག་ཡང་བྱས་ཆོག་དེ་ནི་ང་ཚོས་མཐའ་མའི་སྒྲུབ་བྱེད་གཅིག་བྱས་ན། ངོ་གཉིས་ལ་གསང་བའི་ཕོ་ནད་ཡོད་མ་རེད་ཟེར་ཚུལ་གཅིག་དང་གཞན་གཅིག་ནི་ཡོད་རེད་ཟེར་བའི་ཤོད་ཚུལ་གཅིག་རེད་གསུངས་དང། ང་ཚོས་གོང་གསལ་དོན་དག་གསུམ་འདི་ག་རེ་བྱས་ཏེ་བྱུང་བ་རེད་ཟེར་དྲི་བ་བསྐུལ་ཆོག་པ་ཡིན། གང་ཡིན་ཟེར་ན། ཚེ་དབྱིན་ཝེན་གྱི་སྲིད་དབང་སྐྱོང་བའི་ཉིན་དང་པོ་ནས་མཐའ་མའི་ལས་ཁུར་དུས་ཚོད་རྫོགས་པའི་ཉིན་མཐའ་མ་བར་ལས་ཀ་དེ་མཐའ་ལ་དཀའ་ནས་བྱས་ཡོད་པ་རེད། འདི་གས་གསུམ་གྱི་ཐོག་ལ་རྒྱ་ནག་གུང་ཁྲན་ཏང་གིས་བཀོད་མངགས་བྱས་པ་རེད་ཟེར་བཤད་ན་མ་འགྲིག་པ་མེད། རྒྱུ་མཚན་ནི་རྒྱ་ནག་གུང་ཁྲན་ཏང་གིས་དགའ་པོ་ཡོང་བའི་ལས་ཀ་ཤ་སྟག་རེད། ང་ཚོས་དངོས་ཡོད་གནས་ཚུལ་ལ་གཞི་བྱས་ནས་བཤད་པ་ཡིན་ན། ཏཱ་ལའི་བླ་མ་མཆོག་ཐེ་ཝན་གྱི་སྲིད་འཛིན་མི་རབས་གསུམ་ཁག་སོ་སོའི་ནང་ཐེ་ཝན་ལ་ཕེབས་མྱོང་ཡོད། ཐེངས་དང་པོ་དེ་ཐའེ་ཝན་མི་མང་གིས་ཐད་ཀར་འོས་འདེམས་བྱས་པའི་སྲིད་འཛིན་དང་པོ་ལི་ཐང་ཁུའུ་གི་ལས་དུས་ཡིན་པ་དང་ཐེངས་གཉིས་པ་དེ་སྲིད་འཛིན་ཟུར་བ་ཁྲེན་ཧྲུའེ་པེན་གྱི་ལས་དུས་སུ་ཕེབས་ཅིང། ཐེངས་གསུམ་པ་དེ་སྲིད་འཛིན་མ་ཡེང་ཅུའུ་སྐབས་སུ་ཐའེ་ཝན་ལ་ཟླ་བ་བརྒྱད་པའི་ཚེས་བརྒྱད་ལ་ཆུ་ལོག་བྱུང་སྐབས་གནོད་འཚེ་ཕོག་པའི་མི་མང་ལ་སེམས་གསོ་དང་ཐུགས་སྨོན་གནང་ཆེད་གདན་ཞུས་དང་ཕེབས་པ་རེད། ཡིན་ན་ཡང་ཏཱ་ལའི་བླ་མ་མཆོག་གདན་འདྲེན་ཞུ་མཁན་དེ་མ་ཡེང་ཅུའུ་མ་རེད། སྤྱི་ལོ་ཉིས་སྟོང་བཅུ་མེད་དགུ་རྗེས་ནས་བཟུང་ཏཱ་ལའི་བླ་མ་མཆོག་ཐེ་ཝན་ལ་ཕྱིར་བྱུང་གནང་ཐུབ་མེད་རྒྱུ་མཚན་ག་རེ་རེད་ཟེར་ན། མ་དབྱིན་ཇུག་གིས་སྟབས་བདེ་པོ་མི་འདུག་ཟེར་ཁ་གཡང་ནས་ཏཱ་ལའི་བླ་མ་མཆོག་ཐེ་ཝན་ལ་ཕེབས་རྒྱུར་བཀག་འགོག་བྱས་ཡོད། གང་ཡིན་ཟེར་ན་མ་དབྱིན་ཇུག་དང་ཚའེ་དབྱིན་ཝུ་ཟེར་བའི་གཉིས་པོ་དེས་ཕྱི་ཚུལ་ནས་ཐེ་ཝན་ལ་ཕེབས་རྒྱུར་དགའ་བསུ་ཡོད་ཟེར་ཡང་དོན་དམ་དུ་བཀག་འགོག་བྱེད་ཀྱི་ཡོད། གང་ཡིན་ཟེར་ན་མ་ཡིན་ཁྱོད་ལྟར་ཚད་དབྱིངས་མིན་ཟེར་བའི་དབྱིངས་ཉེ་བོ་དེས་ཁྱེད་ཚོའི་ཐད་ལ་ཕེབས་རྒྱུར་དགའ་བསུ་ཡོད་ཟེར་ཡང་དོན་དམ་དུ་བཀག་འགོག་བྱས་ཡོད། ངས་ཐེངས་མ་མང་པོར་བཤད་མྱོང་ཡོད་སྤྱི་ལོ་ཉིས་སྟོང་བཅུ་དགུ་ལོར་ཆོས་དད་རང་མོས་གླེང་སྟེགས་ཐེ་ཝན་ལ་འཚོགས་སྐབས་ཐེ་ཝན་སྲིད་འཛིན་ལས་ཁུངས་ཀྱི་དྲན་གཅོད་དཀའ་ལས་མང་པོ་བརྒྱབ་ནས་ཏཱ་ལའི་བླ་མ་མཆོག་ཕེབས་རྒྱུའི་གདན་ཞུ་ཕུལ་རྗེས་ནང་ཁུལ་ཕེབས་ཕྱོགས་ཐད་གྲོས་བསྡུར་ཐེངས་མང་བྱས་རིང་རྙོག་དྲ་གང་ཡང་མ་བྱུང་ཡང། མཐའ་མ་དེར་ཚད་དབྱིན་ཝུན་གྱིས་སྲིད་འཛིན་ལས་ཁུངས་ནས་གློ་བུར་གྱོད་མཛད་འདི་ཡིན་ཚེ་ཤོད་ཡ་མེད་པར་བཀག་འགོག་བྱས་པ་རེད། ང་ཚོས་ཚད་དབྱིན་གྱིས་སྲིད་དབང་སྐྱོང་བའི་དུས་ཚོད་ནང་ཐའེ་ཝན་དང་རྒྱ་ནག་ཚོགས་ཁག་ངོགས་གཉིས་གསང་བའི་འབྲེལ་བ་བྱེད་མཁན་ཕོ་ནེ་ཡོད་པ་བརྒྱ་རྩ་བརྒྱ་ཐམ་པ་བཤད་ཆོག་ཐེ་ཝན་གྱི་དེ་སྔའི་ཅང་ཆེ་ཧྲི་དང་ཅང་ཅིན་གོའི་སྲིད་འཛིན་ཕུབ་གཉིས་སྐབས་སུ་གུང་ཁྲན་ཏང་ལ་ངོ་རྒོལ་དང་རྒྱ་ནག་སྐམ་ས་ཆེན་པོའི་ཕར་རྒོལ་བྱེད་ཟེར་བའི་དུས་སྐབས་སུ་ཡང་གསར་བའི་འབྲེལ་བ་བྱེད་མི་ཕར་ཚུར་ཡོང་ནས་ཆེས་མཐོའི་འགོ་ཁྲིད་བར་གསར་བའི་མི་སྣར་འགྲོ་འོང་བྱས་མེད། གཅིག་སྟོང་དགུ་བརྒྱ་དགུ་བཅུ་ལོར་ཐེ་ཝན་མི་དམངས་ཀྱི་དམངས་གཙོའི་ཐོབ་ཐང་ལོངས་སུ་སྤྱད་དེ་འོས་འདེམས་བྱས་པའི་སྲིད་འཛིན་ལི་ཏུན་ཧུའེ་བར་རྒྱ་ནག་དང་ཐེ་ཝན་གཉིས་བར་ཆེས་མཐོའི་གསར་བའི་མི་སྣ་འགྲོ་འོང་གི་འབྲེལ་བ་མུ་མཐུད་པ་དེས་མཚོ་སྒང་ངོས་གཉིས་དམག་འཁྲུག་མེད་པའི་ཞི་འཇམ་ཡོང་བར་ཕན་ཐོགས་བྱུང་ཡོད། ལི་ཐང་ཁོས་ཨ་རིའི་ཁང་ནེ་ཨར་མཐོ་སློབ་ཏུ་གསུང་བཤད་གནང་བར་ཕེབས་སྐབས་ཨ་རིའི་སྲིད་འཛིན་དང་ཐེ་ཝན་དམག་དཔུང་ཁག་སོ་སོས་ངོ་རྒོལ་བྱས་ཡོད་པ་དང་རྒྱ་ནག་དམར་གཞུང་ནས་ཀྱང་རྐང་སྟབས་ལག་སྟབས་བྱས་ནས་ངོ་རྒོལ་སྐད་ཅོར་བརྒྱབ་ཡོད། སྐབས་དེར་ལི་ཐང་ཁོས་ཀྱིས་རྒྱ་ནག་ཏུ་ས་མལ་ཕོ་ཉར་དང་ཡི་འབྲེལ་བ་བྱས་འདུག་པ་དང་ཨ་རིའི་གྲོས་ཚོགས་ནས་རང་འགུལ་གྱིས་ལི་ཐང་ཁོའི་ལ་གདན་ཞུ་བྱས་པར་བརྟེན། སྐབས་དེའི་ཨ་རིའི་སྲིད་འཛིན་གྱིས་གྲོས་ཚོགས་ལ་རྡུང་རྡུང་ཁ་གཏད་གཅོག་མི་ཐུབ་ཙང་སྔོན་གྱི་བཀག་སྡོམ་ཕྱིར་འཐེན་བྱས་རྗེས་ལི་ཐང་ཁོས་ཨ་རིར་ཕེབས་ཐུབ་པ་མ་ཟད། གུས་སུ་ལས་འགུལ་དང་སྐད་གྲགས་ཆེན་པོ་བྱུང་ཙང་ཅང་ཙེ་མིན་གྱིས་མི་འདོད་པའི་སྐད་ཅོར་བརྒྱབ་ཡོད། ཐའེ་ཝན་ནང་དམངས་གཙོའི་དུ་ལུགས་དང་སྲིད་ཏང་ངམ་ཆབ་སྲིད་ཀྱི་ཚོགས་པས་སྲིད་དབང་སྐྱོང་རེས་བྱེད་པའི་དུས་ནས་བཟུང་གསང་བའི་ཕོ་ཡན་འབྱུང་འོང་དེ་གནས་སྐབས་རིང་ཆད་པའི་དབང་དུ་བཏང་ཡང། སྲིད་འཛིན་གྲན་ཤོད་པེ་དང་མཱ་ཡིན་ཅུའུ། ཚད་ཡོན་གྱི་སྐབས་སུ་འབྲེལ་བ་དེ་མུ་མཐུད་ཡོད་པར་བཤད་ཆོག་ང་ཚོས་གསང་བའི་འབྲེལ་བ་ཞི་མི་སུ་དང་སུ་ཡིན་མིང་ཡང་འདོན་ཆོག་གི་ཡོད། དེ་སྟེང་ང་ཚོས་དངོས་ཡོད་གནས་ཚུལ་བཤད་ཀྱི་ཡོད། མང་གཙོ་ཡར་ཐོན་ཚོགས་པའི་ཚད་ཡིན་ངོས་ལ་མི་མང་གི་འོས་ཤོག་ཐོབ་ནས་སྲིད་དབང་སྐྱོང་རིང་ཏཱ་ལའི་བླ་མ་མཆོག་ལ་ཐེ་ཝན་དད་ལྡན་མང་ཚོགས་ཀྱི་གདན་ཞུ་ཕུལ་ཡོད་ཀྱང་ཕེབས་མ་བཅུག་པར་བཀག་འགོག་བྱས་པ་དང། སྲིད་འཛིན་ཟུར་པ་ལི་ཐང་ཁུའི་ཟུར་ལ་ཕུལ་ཏེ་སྲིད་འཛིན་དྲན་ཤོས་པེན་ལི་ཡང། ཉེས་པ་གུ་ཡངས་མི་གཏང་བ་བཅས་རང་གི་གོ་གནས་སྤང་མཁན་ལ་རྒྱབ་གཏོད་བྱེད་པ་འདི་ག་གསུམ། ཚེ་དབེན་གྱི་ལོ་བརྒྱའི་སྲིད་དབང་སྐྱོང་བའི་ནང་རྒྱ་ནག་དམར་གཞུང་གི་དགོས་དབང་ལྟར་བྱེད་པ་དང་ཏཱ་ལའི་བླ་མ་མཆོག་ཐེ་ཝན་ལ་ཡང་བསྐྱར་ཕེབས་མ་ཐུབ་པར་བཀག་སྡོམ་བྱེད་པ་འདིར། ཨ་རིའི་གཞུང་ལ་ཁོང་ཁྲོ་བསླངས་ཡོད་པར་བརྟེན་ཚེ་དབྱིན་ཝེ་ལས་གནས་བཅོལ་དེ་ད་བར་ཨ་རིར་སྐྱོད་འཆར་ཡོད་ཀྱང་ཨ་རིའི་གཞུང་གིས་ཁྲོང་ཆེན་ལ་བཀག་སྡོམ། བཀའ་མཐུན་མ་གནང་བར་བཀག་འགོག་བྱས་ཡོད། ཨ་རིའི་གཞུང་གིས་དེ་ལྟར་གནང་དགོས་དོན་ག་རེ་རེད་ཟེར་ན་ཨ་རིའི་གཞུང་གིས་སྔ་བར་ཕྱི་བཟུང་གི་ལངས་ཕྱོགས་ནི ྋགོང་ས་ཏཱ་ལའི་བླ་མ་མཆོག་གང་དུ་ཆིབས་བསྒྱུར་གནང་འདོད་ཡོད་པ་ལྟར་ཕེབས་རྒྱུར་རྒྱབ་སྐྱོར་ཞུ་གི་ཡོད། ཏཱ་ལའི་བླ་མ་མཆོག་ལ་རྒྱ་ནག་དམར་གཞུང་གིས་ཁོང་གི་རང་དབང་ལ་བཀག་སྡོམ་བྱེད་པ་དང་ཐའེ་ཝན་ལ་དྲག་པོའི་གཅིག་གྱུར་བཟོ་གི་ཡིན་ཟེར་སྡིགས་རེ་བསྐོས་མཁན་དེ་འདྲའི་བཙན་གནོན་གཏང་མཁན་གྱི་དགྲ་བོ་གཅིག་པ་ཡིན་ཞུ་འདུག་ཐེ་མའི་ཕྱོགས་ནས་ཏཱ་ལའི་བློ་མ་མཆོག་ལ་ཐུབ་ཚོད་བཏང་ན་ག་ནས་འགྲིག་གི་རེད་དམ། འཛམ་གླིང་གི་སྟོབས་ཤུགས་ཆེ་ཤོས་ཡིན་པའི་རྒྱལ་ཁབ་རྨིས་ན་དེ་ནི་སྐྱོ་ལངས་ཕན་ཚུན་རྡུང་རེས་བྱེད་པ་མཐོང་གི་ཡོད། དེ་བརྟེན་ད་ལྟའི་སྲིད་འཛིན་ལས་ཐོག་སླད་ཆིང་ཏན་བྱེད་སྟངས་དེ་ལྗི་བ་བཏང་ནས་རང་འགུལ་ངང་ཏཱ་ལའི་བླ་མ་མཆོག་ཐེ་ཝན་ལ་འཚམས་ཤིག་ཕེབས་རྒྱུའི་གདན་ཞུ་ཕུལ་དགོས། ད་ལྟ་བར་མི་མང་གིས་འོས་འདེམས་བྱས་པའི་ཐེ་ཝན་གྱི་སྲིད་འཛིན་ཚེ་གཡེང་ཕུད་པའི་སེམས་ཅན་གསུམ་གྱི། ཏཱ་ལའི་བླ་མ་མཆོག་དང་ལྷན་དུ་སྐུ་པར་བསྒྲོན་ཡོད། ད་ལྟའི་སྲིད་འཛིན་སླད་ཕྱིན་ཐད་ཚེ་གཡེང་གི་རྗེས་སུ་འབྲོ་མཁན་ཡིན་ན། སྲིད་འཛིན་ཟུར་པ་ཁྲེན་ཤོད་ཕེན་གྱིས་རྒྱ་ནག་གུང་ཁྲན་ཏང་གི་ག་དུས་ཡིན་ན་ཡང་ཁ་དན་ཚིག་ལ་གནས་ཀྱི་མེད་པ་གསལ་པོ་ཤེས་ཀྱི་འདུག་བོད་དང་ཧོང་ཀོང་གང་གི་ཆ་ནས་ཁ་དན་ཚིག་ལ་གནས་མེད། སྡུག་ལྟས་ཕན་ནི་འདིར། ཕན་བདེ་གཉིས་ཀྱི་སྐོར་ལས་ཨ་རིའི་སྲིད་འཛིན་མི་ཐུབ་ཞེས་པར་རྒྱ་ནག་དང་གྲོས་མོལ་བྱས་དུས་ག་དུས་ཡིན་ན་ཡང་རྒྱ་ནག་གིས་ཐག་གཅོད་བྱེད་ཀྱི་ཡིན་ཟེར་བཤད་ཡོད་ཀྱང། ཞི་ཅིན་ཕིང་གིས་ཀྱང་ཐག་གཅོད་བྱེད་ཀྱི་ཡིན་ཟེར་བཤད་ཡོད་ཀྱང་ད་བར་ལག་ལེན་བསྟར་བའི་ཐག་གཅོད་བྱས་མེད། འོན་ཀྱང་ད་ལྟའི་སྲིད་འཛིན་ཁྲོམ་ནི་གཞན་དང་མི་འདྲ་བར་སྒོ་ཁྲལ་ཆེན་པོའི་སྲིད་ཇུས་ལག་ལེན་བསྟར་ཏེ་རྒྱ་ནག་དམར་གཞུང་སྙིང་ལ་ཟུག་ཕོག་གི་ཡོད་དུས་གནད་དོན་འདི་ཐག་གཅོད་ཡོང་སྲིད་པ་རེད། སྲིད་འཛིན་མི་སོ་སོའི་སྲིད་ཇུས་འཛིན་སྟངས་མི་འདྲ་བ་ཡོད་པ་ཡིན་དུས་ང་ཚོས་ཚེ་དབྱིན་ལ་དངོས་གནས་ཡང་དྲན་བྱེད་ཀྱི་འདུག་མོས་ཏཱ་ལའི་བླ་མ་མཆོག་ལ་ཐེ་ཝན་དྲང་བདེན་མང་ཚོགས་གདན་ཞུ་ཕུལ་ཡོད་ཀྱང་ཕེབས་མ་བཅུག་པར་བཀག་འགོག་བྱས་པ་དང་སྲིད་འཛིན་ཟུར་པ་ལི་ཐང་ཧུའེ་ཟུར་ལ་ཕུལ་ཏེ་སྲིད་འཛིན་ཁྲེན་ཧྲི་ཕེན་གཉིས་པ་གུ་ཡངས་མི་བཏང་བ་བཅས་དོན་དག་འདི་གསུམ་རྒྱ་ནག་གུང་ཁྲན་ཏང་གིས་བཀའ་བསྒོས་དང་བྱས་པ་ཡིན་ན་བཀའ་འདྲི་ཞུ་རྒྱུ་ཁྱེད་རང་ལ་ག་རེ་རག་སོང། ཁྱེད་རང་ལ་སྒེར་དང་ཐེ་ཝན་མི་དམངས་ལ་ག་རེ་ཕན་ཐོགས་བྱུང་སོང། དཔེར་ན། ཚེ་ཡིན་ན་ཁྱེད་རང་རྒྱལ་ཁབ་ཕྱིར་འཚམས་གཟིགས་དང་ཡང་ན་ཨ་རིར་བསྐྱོད་རྒྱུར་ག་རེ་ཕན་ཐོགས་བྱུང་སོང་ངམ། ལི་ཐང་ཧུའེ་གིས་སྤྱི་ལོ་ཉིས་སྟོང་བཅུ་དྲུག་ལོར་ཚེ་ཡིན་ཝུན་ལ་སྲིད་འཛིན་ཐོབ་པ་ནས་བཟུང་ང་ཚོས་གཏན་འཁེལ་བྱས་པའི་སྲིད་ཇུས་དོན་ཚན་གསུམ་ཡོད་པ་དེ་ཡང། ང་ཚོས་དྲག་ཤུགས་ཀྱི་ཉེན་ཁར་ཁ་གཏད་གཅོག་དུས་སྔོན་ལ་ཕར་དགྲ་གསོག་མི་རུང། འོན་ཀྱང་ང་ཚོས་ནམ་ཡང་འགོག་དགོས་ཀྱི་མེད། གཉིས་པ། ཨ་རི་དང་མཉམ་དུ་བདེ་འཇགས་མཉམ་ལས་བྱེད་རྒྱུ་ནི་གལ་ཆེ་ཤོས་ཡིན། གསུམ་པ། དཔལ་འབྱོར་གྱི་ཐད་ནས་ཁྱད་གཞུང་ལ་ལྟ་དགོས་ཀྱང་ང་ཚོའི་རྩ་བ་ཐའེ་ཝན་དུ་འཇོག་དགོས་ཞེས་པའི་སྲིད་བྱུས་ལག་བསྟར་བྱས་སོང་ཞིག་བྱས་མ་སོང་ཞིག་ལི་ཏང་ཧུའེ་ཀྱིས་ཁྲེན་དབྱིན་ལ་འཁང་ར་ཤུགས་ཆེ་བྱས་ཏེ་ཁྲེན་དབྱིན་ལི་ཏང་ཧུའེ་ཀྱི་མིག་མཐོང་སར་ཡོང་ཕོད་ཀྱི་མེད། ལི་ཐང་ཁུལ་གྱི་སྲིད་སྐྱོང་བའི་དགོན་མིའི་ཏང་གི་དུས་གསུམ་ཡང་ཏཱ་ལའི་བླ་མ་མཆོག་ཐའེ་ཝན་ལ་གདན་ཞུ་ཐུབ་ཀྱི་ཡོད་པ་དང་དྲན་གསོས་འབེན་གྱི་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་དབང་སྐྱོང་བའི་དུས་སྐབས་སུ་ཏཱ་ལའི་བླ་མ་མཆོག་གདན་འདྲེན་ཞུས་ཡོད། ཁོང་གཉིས་ལ་ཁྱད་པར་ག་རེ་བྱུང་ཡོད་ཟེར་ན་ལི་ཐང་ཁུལ་གྱི་སྐབས་སུ་དགོན་མིའི་ཏང་གི་སྲིད་དབང་སྐྱོང་བའི་དུས་ཚོད་ཡིན་དུས་དགོན་མིའི་ཏང་གི་རྩ་དེབ་ནང་གསལ་ལྟར་བོད་འདི་རྒྱ་ཁོངས་ཡིན་ཚུལ་གྱི་ཐའེ་ཝན་མགྲོན་ཁང་ནང་མཇལ་བཅར་ཞུས་པ་དང། དྲན་གསོའི་འཕེལ་རྒྱས་བོད་དེ་རང་བཙན་གཙང་མའི་རྒྱལ་ཁབ་ཅིག་ཡིན་པའི་དབུ་ཁྲིད་ལ་ངོས་འཛིན་ཞུས་ཏེ་སྲིད་འཛིན་ཕོ་བྲང་ནང་མཇལ་དར་ཞུས་ཡོད། ཏཱ་ལའི་བླ་མ་མཆོག་ནི་བོད་ཀྱི་ཆོས་སྲིད་གཉིས་ཀྱི་དབུ་ཁྲིད་ཡིན་པ་དང་ནང་པའི་ཆོས་ཉམས་ལེན་གནང་མཁན་ཞིག་ཡིན་དུས་མགྲོན་ཁང་དང་སྲིད་འཛིན་ཕོ་བྲང་ག་པར་ཡིན་ནས་ཁོང་ལ་ཁྱད་པར་མེད་དུས་མི་གཞན་ལ་བྱེད་ཁག་པོ་བཟོ་གནང་གི་མ་རེད། ག་དུས་ཡིན་ན་མི་ཞིང་ལ་དགོངས་པ་ཞིག་གནང་གི་ཡོད། སྤྱི་ལོ་ཉིས་སྟོང་དྲུག་ལོར་ཚའེ་དབྱིན་ཝན་གྱི་འོས་ཤོག་ཐོབ་ནས་སྲིད་དབང་སྐྱོང་བས་ནི་ཐེ་ཝན་གྱི་ཆབ་སྲིད་ཚོགས་པའི་དུས་རབས་སྟོབས་ཤུགས་ཟེར་བའི་སྐབས་དེར། ང་ཁོང་ཚོའི་ཚོགས་པ་གྲོས་ཚོགས་ཀྱི་འཐུས་མི་ཆིང་ངག་རྡ་རམ་ས་ལར་བསྐྱོད་དེ་ཡོངས་གྲགས་ཀྱི་ཐོག་ནས་ཏཱ་ལའི་བླ་མ་མཆོག་ཐེ་ཝན་དུ་ཆིབས་སྦྱོང་ཡོད་པའི་གསོལ་འདེབས་གདན་ཞུ་ཕུལ་ཡོད། སྐབས་དེར་ཐའེ་ཝན་སྲིད་གཞུང་ནས་ག་རེ་བཤད་ཡོད་རེད་ཟེར་ན། གལ་ཏེ་ཐའེ་ཝན་ལ་ཕེབས་རྒྱུའི་སྙན་གསང་བྱུང་ན་ང་ཚོས་འབྲེལ་ཡོད་གཏན་འབེབས་ལྟར་ལག་ལེན་ཞུ་གི་ཡིན་བཤད་ཡོད་ཀྱང་དོན་དངོས་ཐོག་མུ་མཐུད་དེ་བཀག་སྡོམ་བྱས་ཡོད་པ་རེད། སྤྱི་ལོ་ཉིས་སྟོང་བཅུ་དགུ་ལོར་ཏཱ་ལའི་བླ་མ་མཆོག་གིས་ང་ཚོས་འཛམ་གླིང་ཆོས་དད་རང་དབང་གླེང་སྟེགས་ཞེས་པའི་གདོང་ལེན་ཚོགས་འདུར་གདན་ཞུ་ཕུལ་བར་ཞལ་བཞེས་གནང་ཡོད། སྐབས་དེར་ང་ཚོ་དད་ལྡན་སློབ་མ་ཚོས་ཁོང་དང་ལྷན་དུ་སྐུ་པར་དོན་ཆོག་ཡོད་པས་ང་ཚོ་ཙམ་མ་ཟད་ཨ་རིའི་ཨ་ཡ་ཡང་ཧ་ཅང་དགའ་ཚོར་ཆེན་པོ་བྱུང། ཡིན་ནའང། ཚའེ་ཡེན་གྱི་སྲིད་སྐྱོང་རུ་ཚོགས་དེ་ཚོས་མངོན་གསལ་དོད་པོས་བདུན་བཤད་དེ་ཐའེ་ཝན་རྒྱ་ནག་བཀའ་བསྡུར་ཆེན་པོའི་ལས་དོན་ལྷན་ཁང་ཟེར་ཡག་དེ་ཁོང་ཚོར་གདན་ཞུའི་ཡི་གེ་འབྱོར་མེད་དུས་སུ་བསྐྱར་འཛིན་བྱེད་ཀྱི་འདུག། ཚད་གཡེང་གི་མངོན་གསལ་དོད་པོས་བློ་ཕམ་པ་ཅན་ལ་ཏཱ་ལའི་བླ་མར་ཐའེ་ཝན་ལ་ཕེབས་ཐུབ་བས་མི་འདུག་ཟེར་བཤད་དེ་དོན་དངོས་ཐོག་ཧུར་བརྩོན་ཆེན་པོས་བཀག་སྡོམ་བྱེད་ཀྱི་ཡོད་པ་རེད། མ་ཡེང་ཆོ་ཡིས་གོ་མིན་ཏང་གི་དབང་ཆ་ཟིན་པའི་སྐབས་སུ་དམངས་གཙོ་ཡར་ཐོན་འཛོམས་པའི་ཧུར་བརྩོན་ཆེན་པོས་དགའ་བསུ་ཞུ་བའི་རྣམ་ཀུན་འཛིན་གྱི་ཡོད་ཀྱང། སོ་སོ་རང་ཉིད་སྲིད་དབང་ཤོར་བའི་སྐབས་སུ་ཧ་ཅང་གཟབ་གཟབ་བྱས་ཏེ་ཐབས་ཤེས་གང་དྲག་གིས་ཡོང་མ་ཆུད་པའི་སྲིད་ཇུས་འཛིན་གྱི་ཡོད་རེད། རྒྱུ་མཚན་ག་རེ་རེད་ཟེར་ན་རྒྱ་ནག་གུང་ཁྲན་ཏང་ལ་དོ་ཕོག་ཆེན་པོ་ཞེད་སྣང་བྱས་པ་རེད། རྒྱལ་པོ་ཤོར་བའི་རྫུན་གཏམ་ཞིག་ག་རེ་བཤད་ཡོད་རེད་ཟེར་ན་ཨ་རིའི་ཕོ་བྲང་དཀར་པོས་ཏཱ་ལའི་བླ་མ་མཆོག་ཐེ་ཝན་ལ་ཕེབས་ན་དགའ་པོ་ཡོད་མ་རེད་ཟེར་མིག་གིས་མཐོང་སར་སྐྱག་རྫུན་བཤད་ཀྱི་འདུག་དེ་ནི་ཨ་རིའི་ཕྱི་སྲིད་ཀྱི་འགྲོ་སྟངས་ལ་ཡུལ་ང་གཙང་བ་ནས་མེད་པ་ཞིག་རེད། དེ་ནས་སྲིད་ཟུར་དྲན་གསོའི་དཔལ་ལ་ཚད་ཡན་གྱིས་ལོ་བརྒྱད་རིང་ཉེས་པ་གུ་ཡངས་མ་བཏང་བར་མོ་རང་ཉིད་སྟོང་ཉི་ཤུ་རྩ་བཞི་ལོར་ལས་དུས་རྫོགས་པའི་ཉེ་བའི་མཚམས་འདིར་ཕྱི་ལོའི་ལོ་སར་གནམ་གང་ལ་དམངས་གཙོ་ཡར་ཐོན་ཚོགས་པའི་གྲོས་ཚོགས་འཐུས་མིའི་མགོ་ཁྲིད་ཁ་ཆེ་མི་ལྔ་འདིས་སྲིད་ཟུར་དྲན་གསོའི་དཔལ་ལ་ཉེས་པ་རྩ་བ་ནས་མེད་པའི་གུ་ཡངས་གཏོང་ཚུལ་ཤེས་པར་བཏང་ཡོད་རེད། བྱེད་སྟངས་འདི་ནི་ཧ་ཅང་མི་འོས་པ་ཅིག་རེད། གང་ཡིན་ཟེར་ན་ད་ལྟའི་སྲིད་འཛིན་ལས་ཐོག་སླེགས་ཆིང་ཐའེ་སྔོན་དུ་སྲིད་འཛིན་འོས་འཕེན་བྱེད་སྐབས་དྲན་གསོའི་དཔེ་ལ་ཉེས་པ་རྩ་ཆད་གཏོང་གི་ཡིན་ཟེར་ཐེངས་མང་ཞིག་བཤད་ཡོད་ཙང་དེའི་སྔོན་ལ་མོའི་བྱས་ཉེས་དེ་མེད་པ་བཟོ་དགོས་བསམ་པ་རེད། བྱས་ཙང་ངས་མཐའ་བསྡོམས་འདིར་གོང་གསལ་གྱི་དོན་གནད་གསུམ་པོ་འདི་རྒྱ་ནག་གུང་ཁྲན་ཏང་གིས་དགའ་པོ་ཡོང་ཡག་ཆེད་དུ་བསྟུན་མཁས་བྱས་ཏེ་རང་དབང་གི་སྲིད་དབང་བརྟན་པོ་ཡོང་ཡག་ཆེད་དུ་རེད་ཟེར་བཤད་ཆོག་དེ་ནི་མི་ཚང་མས་ཁས་ལེན་བྱེད་པའི་དོན་གནད་ཅིག་རེད། རྒྱུ་མཚན་འདི་དག་ལ་བརྟེན་ནས་ཚད་ཡོན་ལས་འགན་ཤོད་ནས་ད་བར་ཨ་རིར་འགྲོ་འདོད་ཆེན་པོ་ཡོད་ཀྱང་ཨ་རིའི་ཕོ་བྲང་ཁག་པའི་མི་འདི་སྐད་ཀྱིས་མོ་ལ་དགའ་པོ་མེད་དང་ད་བར་ཁོང་ཆེན་ལགས་ཀྱིས་ཐེངས་གཅིག་ཀྱང་སྤྲད་ཡོད་མ་རེད། འདི་ནི་ལན་ཚད་མཁོ་བ་ཞིག་མ་རེད་པས་འདིའི་སྐོར་དྲ་གྲོགས་ཚོའི་བསམ་ཚུལ་མཆན་བཀོད་བརྒྱུད་ས་དྲི་རོགས་གནང་ཞུ་གསལ་བསྲིངས་གནང་བར་བཀའ་དྲིན་ཆེ།